དེ་ནས་མགོའི་རིམ་པ་རུ་རྟོགས་ཞག་གཅིག་ཡང། རིམ་པ་གཞན་གྱི་རིམ་པ་རྟོགས་སུ་འཐོར་ཕྱིན་པའི་ཁ་ཐུག་ལ་རྟ་རྨི་ལམ་བཏང་གིས། ཨེ་ནི་མ་གཞི་རྨི་ལམ་བཏང་བའི་ཁ་ཐུག་དེ་གཉིད་ཁུག་ཏུ་ཡོད་དེ་མིག་ལྤགས་ཁུ་ཁྱོ་གྱི་ངང་ཅིག་ཡོང་བསྡད་ཀྱི་འདུག་བ། འོ་བྱས་ནས་ཀླད་པའི་འགྲོ་སྟངས་གི་ཐོག་ནས་འགྲེལ་བཤད་བརྒྱབ་ཐུབ་ཀྱི་འདུག་བ། དེ་སང་ང་རང་ཚོས་གཉིད་རྟོགས་ཚུལ་གསབ་ཏུ་ཕྱིན་པའི་ཁ་ཐུག་ལ་ཨེ་ནི་རྨི་ལམ་ཡོང་ཡག་དེ་ཡོང་གི་ཡོད་རེད། དེ་སང་དེ་འདྲ་ཡིན་དུས་གཅིག་མ་ཉལ་བསྡད་པའི་སྐབས་ལ། ལས། ཙོག་ཙོག་བྱས་དོན་ནི་གཉིད་ཕྲན་བུ་ཕྲན་བུ་ཁུག་པའི་ཁ་ཐུག་ལ་གཉིད་ལམ་གྱི་ཏོག་གསར་བ་ཡོང་བསྡད་སོགས་ཅི་ཡོང་འདུག་ཨེ། དེ་དུས་རྨི་ལམ་རྨི་ལམ་ཡིན་པ་ངོ་ཤེས་ཡག་གི། ཏོག་གསར་ཐབས་ཤེས་ཅིག་ལས་སླ་ཡོད་རེད། ཨེ་ནི་ཉིན་ནས་བཏང་སྟེ་བསྡད་སོང་བ་ན་ཕྱིན། ཉིན་མོའི་གནས་སྐབས་ལ་ལྟ་དེ་དུས་གང་སྣང་ཚང་བ་ལག་པས་རྨི་ལམ་ཡིན་རྨི་ལམ་རྨི་ལམ་ཡིན་བསམ་ནས་ཡང་ཡང་ཅིག་སོ་སོའི་ཤག་གི་བུག་ལས། རྨི་ལམ་རྨི་ལམ་རྨི་ལམ་རྨི་ལམ་ཟེར་འདུག་སེ་ཡིག་རིམ་རེ་བསྒྲགས་རྗེས་བཞག་བཞག་ན། ཨེ་ནི། ཁོ་གཉིད་ཁུག་པའི་གནས་སྐབས་ལ་རྨི་ལམ་བཏགས་པའི་ཁ་ཐུག་ལ་གཅིག་རྨི་ལམ་རྨི་ལམ་ཟེར་ནས་བྲན་གཡག་གི་ཁྲིམས་ཕུད་དང་ཁྱད་པར་ཡོད་རེད། ཡང། ཐབས་ཤེས་གཞན་གཅིག་ལ་ཡང་གཉིད་མ་ཁྲིད་པར་དགོད་རོ། ཁ་ནས་གཉིད་ཅིག་གིས་ད་རྨི་ལམ་བཏང་གི། ད་ཐུགས་སུ་རོགས་པས་བལྟས་བྱས། ད་དེ་གི་ཟས་དེ་རེད་མིག་པགས་གུ་ཀྱོག་རུ་བརྒྱབ་ནས་བྱིལ་འདུག་ན་ཕལ་ཆེར་རྨི་ལམ་བཏང་གི་ཡོད་པའི་ཟོལ་གྱིས་རེད་དུས་དུས་ནི། སྐད་ཆུང་ཆུང་བྱས་བྱས། ད་ཁྱེད་རང་རྨི་ལམ་བཏང་གི་འདུག་གཱ། ཆོས་དུས་རོགས་པས་སྐད་ཆུང་ཆུང་བྱེད་འདུག་ཟེར་བཤད་ནས་ཨེ་ནི་ཡང་མི་ལོ་མི་ལོ་ཡིན་པ་ངོ་འཕྲོད་དེ་འདྲའི་གི་ཐབས་ཤེས་ཡོད་པ་རེད། ཅེས་སོང་ཨ་གང་ལྟར་མི་ལོ་མི་ལོ་ཡིན་པ་ངོ་ཤེས་ནས་སྔ་མོ་ཨ་ད་འདི་བཀའ་བློ་རིན་པོ་ཆེ་བཀའ་རྒྱུད་ཕལ་ཆེར་ཤངས་པ་བཀའ་རྒྱུད་གཙོ་བོ་རེད། མགོན་པོའི་རྣལ་འབྱོར་པ་ཆེན་པོར་ལྟ། ཁོང་གིས་ང་དེ་དུས་བཀའ་མོལ་བཀའ་མོལ་ཅིག་ཡོང་པའི་ཁ་ཐུག་ལ་གསུངས་མྱོང། རིན་པོ་ཆེ་ཁོ་རང་དགོང་ལོ་ཉམས་གཞོན་པའི་ཁ་ཐུག་ལ་ད་དབང་པོ་དར་བསྡད་ཡོད་པ་ཡིན་དུས་ཚར་ནས་རྨི་ལམ་རྨི་ལམ་ཡིན་པ་ངོ་ཤེས་པ་དང་ཨ་ནི་རྨི་ལམ་ལ་སྤྲུལ་བསྒྱུར་རྨི་ལམ་རྨི་ལམ་ཡིན་པ་ངོ་ཤེས་པའི་ཐོག་ནས་ཨེ་ནི་ནང་དགའ་ལ་འཕུར་ཡག་གསོ་རོགས་ཅིག་རྒྱང་རུང་གི་ལ་ཅིག་བསྐྱོད་ཡག་གསོ་རོགས་དེ་འདྲས་ཡོང་གི་ཡོད་པ་འདྲ་འདུག་ཨ། རྨི་ལམ་གྱི་རྨི་ལམ་ལ་ཡུལ་སྣང་གཏན་ལ་ཕབ་ཟེར་ཅིག། ཕྱིས་སུ་དགོང་ལོ་ཡང་ག་རོ་བྲེས་པའི་ཁ་ཐུག་ལ་ཨེ་འདི་ཡོང་གི་མི་འདུག་ཟེར་ནས་རིན་པོ་ཆེས་ང་གསུངས་མྱོང་བ་དེ། ཨོ་དེ་འདྲ་རེད། བྱས་ནས་བ་ད་ཅིག་གི་བར་དོ་བར་དོ་ངོ་ཤེས་ཡག་གི་ཚོད་འཛིན་རུ་བལྟ་ཡག་དེ། ཚོད་ལྟ་རུ་བྱས་ཡག་དེ་རྨི་ལམ་རྨི་ལམ་ཡིན་པ་ངོ་ཤེས་པར་བྱས་ཡག་དེ་རེད། ཨེ་ནི་རིམ་པས་རིམ་པས་གི་ཨེ་ནི་རྨི་ལམ་རྨི་ལམ་ཡིན་པ་ངོ་ཤེས་རྨི་ལམ་གྱི་དགེ་ཚོགས་བསྐྱངས་པ་ཡིན་ན་ཡང་འདིའི་དགེ་མཚན་ཆེན་པོ་ཡོད་རེད། དཔེར་ན་ང་རང་ཚོས་ཨེ་ནི་རྨི་ལམ་ལ་ཡ་གཅིག་གི་སེམས་ལ་སྐྱིབས་སྣང་རེ་བྱུང་བ་ཡིན་ན་གཉིད་སད་པའི་ཁ་ཐུག་ལས་གཅིག་གི་གཅིག་གི་དལ་ལྷང་ལྷང་རེ་གཅིག་ཡོང་སྟེ་དེ་འདྲའི་ཡོང་མི་འདུག་གས། རྨི་ལམ་གྱི་གནས་སྐབས་ལ་ཡ་གཅིག་གི་སེམས་དམའ་སྐྱིབས་རེ་བྱུང་བ་ཡིན་ན་གཉིད་སད་པའི་ཁ་ཐུག་ལས་ཏོག་ཙམ་ཡང་གཅིག་སྐྱོ་ལྷང་ལྷང་རེ་གཅིག་ཡོང་སྟེ་གས་འདུག་ག། བྱས་ཙང་ཀ་རྨི་ལམ་གྱི་ཤེས་པ་དེ་ཕྲན་བུའི་མ་ཁྲ་རུ་ཕྱིན་པར་བ་རྨི་ལམ་གྱི་ཤེས་པ་རྟོག་ཚོགས་ཕྲ་རུ་ཕྱིན་པའི་གནས་སྐབས་ཀྱི་ཤེས་པ་དེ་ལ་གཅིག་བྱང་ཆུབ་སེམས་སྒོམ་ཡག་སོ་རུ་སྟོང་ཉིད་སྒོམ་ཡག་སོ་རུ་ག་ཚད་ཤུགས་རྒྱབ་ཐུབ་ན་གསལ་བའི་གནས་སྐབས་ལ་ཤུགས་རྐྱེན་ཡོང་བདེ་ཡག་ཅིག་དེ་ཁྱད་པར་ཡོད་ས་རེད། འདི་འདྲ་ད་གཙོ་བོ་སྔགས་ཀྱི་གཞུང་ནས་གསུང་གི་ཡོད་རེད་དེ་དགེ་མཚན་འདུག་ག་ཉིན་མོའི་དུས་སུ་གཅིག་ད་བསམ་བློ་བཏང་ག་ཚད་ཐུབ་ཐུབ་བསམ་བློ་བཏང། ཨེ་ནི་རྨི་ལམ། རྨི་ལམ་ཡིན་པ་ངོ་ཤེས་པའི་ཐོག་ནས་རྨི་ལམ་གྱི་གནས་སྐབས་ལས་ཨེ་ནི་བསམ་གཏན་བཏང་ནས་ཡོང་ན་དེ་བློ་ལ་འགྱུར་བ་འགྲོ་ཡག་ལ་ཁྱད་པར་ཆེན་པོ་ཡོད་རེད། འོ་དེ་འདྲ་རེད།